འཛམ་གླིང་ས་གནས་གང་སར་བཞུགས་པའི་རང་རེའི་འབྲེལ་ཡོད་ཚང་མ་ལོར་ཞུ་ཡག་ལ་ད་ད་ལྟ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གསར་དུ་བཞེས་མ་ཐག་པ་ཡིན་པ་དང། ཨེ་ནས་ང་རང་ཚོའི་བོད་ལྕགས་མོ་གླང་གི་ལོ་ཡང་ད་རིང་པོར་མི་ཐོག་པ་གསར་དུ་བཞེས་ཡག་ཅེས་དེ་འདྲས་ཡིན་དུས་རྩ་ནས་ཨེ་ནས་དུས་ཚེས་འདིའི་ཐོག་ལ་ཡང་ངས་ཁྱེད་རང་ཚོ་ཚང་མ་ལོར་ཡང་སྙིང་ནས་རྩ་ཞིང་བརྩེ་བའི། འཚམས་འདྲི་དང་འབྲེལ་བའི་ཐོག་ནས་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་བྱམས་བཟང་མོ་ལོ་སྐུ་ཚེ་རིང་པོ་དང་སྐུ་ཁམས་བཟང་པོ། ཨེ་ནི་བྱ་བ་ལམ་འགྲོ་ཡོང་ང་བསམ་པའི་དོན་ཐམས་ཅད་ཡིད་བཞིན་དུ་འགྲུབ་པ་དེ་འདྲས་ཀྱི་སྨོན་ལམ་ཞུ་གི་ཡོད། ཨེ་ནི་ད་ང་ཚོ་ད་ལོ་རེ་རེ་བྱས་ནས་བར་འགྱུར་འགྲོ་གི་ཡོད་རེད་ཨེ་ནི་ལོ་རྙིང་པ་དེའི་ནང་ལ་ཡང་ད། དཀའ་ངལ་མང་པོ་བྱུང་ཡོད་རེད། འདི་སྐད་དེ་ང་ཚོ་ཕ་ཕྱི་བལྟས་ཀྱིས་བརྒྱབ་པ་ཡིན་ན་འདིའི་ནང་ལ་ཡང་ང་ཚོ་དཀའ་ངལ་ག་རེ་བྱུང་འདུག་ག་སོང་རེད་ང་ཚོས་ག་རེ་བྱས་འདུག་དེ་བསམ་ནས་ད་ལོ་གསར་པ་དེའི་ནང་ལ་ཡང་དེ་ལྟ་བུའི་དཀའ་ངལ་མི་ཡོང་ཡ་དང་ཨེ་ནི་ཅིག་བྱ་བ་ལམ་འགྲོ་ཡོང་བ་དང་བསམ་དོན་ལེགས་པར་འགྲུབ་པ་དེ་འདྲའི་གི་རེ་བ་བྱེད་ཀྱི་ཡོད་རེད་དེ་འདྲའི་རེ་བ་བྱས་ཡ་དེ་ག་འདྲ་ཞིག་བྱས་ནས་བྱུང་བ་རེད་ཟེར་ན་ལབ་ན་ཆོས་ཐམས་ཅད་རྒྱུ་རྐྱེན་རྟེན་འབྲེལ་ལ་བརྟེན་ནས་བྱུང་བ་ཡིན་པ་རེད་རྒྱུ་རྐྱེན་རྟེན་འབྲེལ་ལ་མ་བརྟེན་པ་ཡོང་དུས་ཡ་ཡང་མར་རྒྱུ་རྐྱེན་རྟེན་འབྲེལ་ལ་བརྟེན་ནས་བྱུང་བ་ཡིན་དུས་ཙང་ནས་རྒྱུ་གང་ལ་བརྟེན་ནས་བྱུང་བ་རེད་རྐྱེན་གང་ལ་བརྟེན་ནས་བྱུང་བ་རེད་ཟེར་ན་ལེགས་ཚོགས་གང་ཡིན་པ་དེ་རྗེས་དེ་ང་རང་ཚོའི་བའི་ལས་བཟང་པོ་ལས་དགེ་བ་བསགས་པ་ལ་བརྟེན་ནས་ཉོན་མོངས་པ་དང་མ་འབྲེལ་བའི་ལས་བཟང་པོ་བསགས་པ་ལ་བརྟེན་ནས་ཨེ་ནས་ཡག་པོ་དེ་གྱིས་བྱུང་བ་རེད་ཆེ་ཚ་དེ་འདྲ་ཡིན་དུས་ཙང་ནས་ང་ཚོས་ལོ་རྙིང་པ་ལ་ཡག་གི་གོད་ཆག་བྱུང་བ་དེ་ཡང་ང་ཚོས་ལས་ངན་པའི་འབྲས་བུ་ཡིན་པ་རེད་ཆེ་ཚ་འདི་ཡིན་དུས་ཙང་ནས་ལས་ངན་པའི་འབྲས་བུ་གང་ཡག་ཞིག་དང་ལས་བཟང་པོའི་འབྲས་བུ་ཞིག་ཁོང་ནས་ཁོང་དུ་འཕེལ་ཞིང་རྒྱས་པ་བྱུང་བ་ཡིན་ན་དེ་ལ་བརྟེན་ནས་ཨི་ནི་ལེགས་ཚོགས་ཐམས་ཅད་རང་བཞིན་གྱིས་འབད་མེད་ལྷུན་གྲུབ་ཀྱི་ཚུལ་དུ་ཡོང་གི་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་ཚོད་ནི་སྔ་རོལ་ལོ་བསམ་པ་དེའི་ནང་ལ་ཡང་ཨི་ནི་ལས་ངན་པ་མི་ས་ཡ་དང་ལས་བཟང་པོ་ལ་ཡང་ཚང་མས་རང་དོན་རང་གཅེས་ཀྱི་ཐོག་ནས་ཨི་ནི་འབད་བརྩོན་ཤུགས་དྲག་གནང་ཡག་གི་རེ་བ་ཞུ་གི་ཡོད་ལགས་སོ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།